རྣལ་འབྱོར་པ་ཟེར་ཡ་དེ་སྤྱོད་པ་རྩིང་པོ་ལ་ཟེར་བ་མ་རེད། དེ་ག་རེ་ཟེར་ན་རྣལ་འབྱོར་པ་ཟེར་ཡ་དེ་དོན་ཆོས་ཉིད་ལ་བློ་འབྱོངས་པ་ལ་རྣལ་འབྱོར་པ་ཟེར་བ་ཡིན་གསུངས་པ་རེད་དོན་ཆོས་ཉིད་ལ་བློ་འབྱོངས་པ་ཟེར་ཡ་དེ་དོན་ཟེར་ཡ་དོན་དེ་དེ་ནི་རྟོགས་པ་ལ་གོ་བ་རེད་ཉམས་མྱོང་ལ་གོ་བ་རེད་ད་ཕྱག་རྫོགས་ག་བ་རྒྱག་ན་ཡང་འགྲིག་གི་རེད་སྤྱོད་ལྟ་མཁན་ཡིན་ན་སྤྱོད་ཀྱི་གོ་དོན་ཞིག་ཡོང་དགོས་ཀྱི་ཡོད་རེད་ཕྱག་རྫོགས་ཀྱི་ཉམས་ལེན་ག་རེ་ཡོང་པ་ཡིན་ན་ཡང་དོན་ཞིག་ཡོད་རེད་དོན་ཟེར་ཡ་དེ་ནང་དོན་དེ་རེད་ནང་དོན་དེ་རྟོགས་པ་ལ་བཞག་གི་ཡོད་རེད། དེ་ཡིན་དུས་དོན་བཅུ་གཉིས་ལ་བློ་འབྱོངས་ན་རྣལ་འབྱོར་པ་ཟེར་གྱི་རེད་མ་གཏོགས་སྤྱོད་པ་རྩིང་པོ་བྱས་ནས་སྤྱོད་པ་རྩིང་པོ་ཟེར་ཏེ་འཇིག་རྟེན་པ་དང་མ་མཐུན་པ། རྣལ་འབྱོར་པ་ཡིན་ཟེར་དུས་ཡང་སྤྱོད་པ་རྩིང་པོ་བྱས་ཡག་ཡོད་རེད་འོ་དེ་ལ་རྣལ་འབྱོར་པ་ཟེར་གྱི་མ་རེད་གསུངས་འདུག་དོན་བཅུ་གཉིས་ལ་བློ་འབྱོངས་པ་ལ་རྣལ་འབྱོར་པ་ཟེར་བ་ཡིན། སྔགས་པ་ཟེར་ཏེ། ཁ་བོན། ཁ་བོན་འཁྱེར་བྱེད་པ་ལ་ཟེར་བ་མེད། ལྷ་འབོད། ཀླུ་འབོད། འདྲེ་འབོད། འདྲེ་བཏུ་ཡ། འབྱུང་པོ་བཏུ་ཡ། ལ་སོགས་པ་དང་རྫ་ཧོ། བམ་ཧོ། སོད་སོད། རྒྱོབ་རྒྱོབ་ཟེར་བའོ་དེ་ལ་སྔགས་པ་ཟེར་བ་མ་རེད། འོ་ན་ཁར། ཐབས་དང་ཤེས་རབ་ཟུང་དུ་འབྲེལ་བའི་ལམ་གྱིས་མྱུར་དུ་སངས་རྒྱས་པ་ལ་ཟེར་བ་ཡིན་གསུང་བ་རེད། ཐབས་ཤེས་ཟུང་འཇུག་སེ་ཨ་ཏི་ད་གིན་གོང་དུ་ཞུས་པའི། མི་རྟོག་རྡོ་རྗེ་ཐབས་ཀྱི་ཡེ་ཤེས་ནི་དམིགས་མེད་ཤེས་རབ་ཡུམ་གྱི་ངང་དུ་རྟོགས་ཞེས་པའི་རྟགས་ཐ་སྙད་འདི་སོ་སོ་རྒྱག་གི་ཡོད་རེད་མ་གཏོགས་སྔགས་ཀྱི་སྐབས་སུ་ཡིན་ན་ཡང་ཐབས་ཤེས་ཟུང་འཇུག་བཤད་ཀྱི་ཡོད་རེད། མདོ་ཡི་སྐབས་སུ་ཡིན་ན་ཡང་ཐབས་ཤེས་ཟུང་འཇུག་གི་ཉམས་ལེན་འདི་བྱེད་དགོས་ཀྱི་ཡོད་རེད། ད་ལམ་གྱི་རིམ་པ་ལ་དཀྲིས་ཡོང་དུས་ཟབ་པ་དང་རྣོ་བ་དང་རྒྱ་ཆེ་བ་དང་གསལ་བ་དང་རྣོ་བའི་གྱི་ཆད་པ་ལ་བརྟེན་ནས་བལྟས་ཚུལ་འགྲོ་གི་ཡོད་རེད་མ་གཏོགས་གང་སྔོན་དུ་བྱ་སྤྱོད་ཀྱི་གཉིས་མེད་ཀྱི་ཟུང་འཇུག་དེ་གཅིག་པ་ཡོང་གི་ཡོད་རེད། དེ་འདྲ་ཡིན་དུས། ཐབས་ཤེས་རབ་ཟུང་དུ་འབྲེལ་བའི་ལམ་གྱིས་ཞེས་བཤད་ཡོང་དུས་སངས་རྒྱས་པ་ལ་འབྲས་བུ་སངས་རྒྱས་དགོས་ཀྱི་རེད་སངས་རྒྱས་པ་ལ་ལམ་མེད་དུ་མི་རུང་བ་དེ་ག་རེ་དགོས་ཀྱི་རེད་ཟེར་ན་ཐབས་ཤེས་ཟུང་འབྲེལ་དེ་དགོས་ཀྱི་ཡོད་རེད། རྡོ་རྗེ་འཆང་དྲིལ་བུ་དེ་ཡང་ཐབས་ཤེས་ཟུང་འཇུག་མཚོན་པའི་བརྡ་ཐབས་ཤིག་ཡོད་རེད་དམ་ཚིག་གི་རྫས་ལ་འགྲོ་གི་འདུག་བ། དམ་ཚིག་གི་རྫས་ཟེར་ཡ་དེ་རྡོ་རྗེ་དྲིལ་བུ་དེ་སྔགས་པ་རྣམས་ཀྱིས་རྟག་ཏུ་བསྐྱང་དགོས་ཀྱི་ཡོད་རེད། རྟག་ཏུ་འདུ་འབྲལ་མེད་པར་ཉམས་ལེན་བྱེད་དགོས་ཀྱི་ཡོད་རེད་དེ་བྱེད་ཡ་དེ་རྡོ་རྗེ་དྲིལ་བུ་མཐོང་ཡོང་དུས་ཐབས་ཤེས་ཟུང་འཇུག་གི་ཉམས་ལེན་དེ་དྲན་དགོས་ཀྱི་ཡོད་རེད་དེ་མ་གཏོགས། ཆོ་ག་ཆོས་སྤྱོད་ལ་ཡང་དྲིལ་བུ་སྤྲོ་བྱས་ནས་དེའི་སྐོར་བསྡུ་ཡ་དང་དངོས་པོ་བསྡུ་ཡ་གལ་ཆེན་གཅིག་པོ་མ་རེད་དེ་འདྲ་ཡིན་དུས་དྲིལ་བུ་ནང་ངོས་ལ་ཡང་དེ་བཞིན་གཤེགས་པའི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཡོངས་རྫོགས་ཚང་བསྡད་ཡོད་པ་དེ་ཡང་ད་ནི་ཤེས་རབ་སྟོང་ཉིད་ངང་དུ་རྫོགས་བསྡད་ཡོད་པ་རེད་དེ་ནས་དྲིལ་བུ་དེ་མངོན་དུ་བྱེད་རྒྱུ་ལ་མངོན་དུ་བྱ་བ་ལ་ལམ་ཨ་ནི་ཐབས། ཡར་གྱི་ར་ལྔ་དང་མར་གྱི་ར་ལྔ་ལྟེ་བ་ཀུན་འདུམ་གྱི་ཐིག་ལེ་ལས། དེ་བཞིན་གཤེགས་པ་བཅུ་སྟེ་དེ་འདྲའི་གཞི་ནི་གཅིག་གིས་ཡོད་པ་དེ་ཐབས་ཀྱི་རིམ་པ་དེ་ནི་ཡོང་གི་ཡོད་པ་ཡིན་དུས་ཐབས་ཤེས་གཉིས་སུ་ཡོང་དགོས་ཀྱི་ཡོད། དེ་ལ་བརྟེན་ནས་ཐབས་ཤེས་རབ་ཟུང་དུ་འབྲེལ་བའི་ལམ་གྱི་སྙུད་དུ་སངས་རྒྱས་པ་ལ་ཟེར་བ་ཡིན། ད་སྒོམ་ཆེན་པ་ཟེར་དེ་ག་རེ་ཟེར་ན་སྒོམ་ཆེན་པ་བྱ་བ། ས་བུག་ན་འདུག་པ་ལ་མི་ཟེར་ཟེར། བྲག་ཕུག་ནང་ན་འཛུལ། ཁུག་པ་ནང་ལ་འཛུལ། མིག་མ་མཐོང་ས་གཅིག་ལ་ཡར་བསྡད་ནས་སྒོམ་ཆེན་ཟེར་བ་དེ་ག་བར་བསྡད་ཡོད་ར་ཟེར་ན་གཅན་གཟན་ནང་ལྟ་བྱས་ན་འོག་དང་སྤྱང་ཀི་དང་གཅན་གཟན་ལྟ་བུ་བྱས་ནས་བསྡད་བསྡད་པ་གཅིག་ལ་སྒོམ་ཆེན་ཟེར་གྱི་ཡོད་མ་རེད། འོ་ན། ཡང་དག་པའི་དོན་ལ་གོམས་པར་བྱེད་པ་ལ་ཟེར་བ་ཡིན་ཟེར་དུས་སྒོམ་ཟེར་བ་ཚིག་དེ་སྒོམ་པ་ཟེར་ཏེ་གོམས་པ་ལ་གོ་གི་ཡོད་རེད། གོམས་ཡ་དེ་ག་རེ་གོམས་དགོས་ཀྱི་ཡོད་ཟེར་ན་བདག་གིས་གོང་དུ་ཞུས་པ་ལྟར་དུ་བླ་མའི་མདུན་ནས་གདམས་ངག་ཞུ། ལྟས་ན་ཟླ་ངོ་དེ་སེམས་ལ་གོམས་དགོས་ཀྱི་ཡོད་རེད། གོམས་དགོས་པའི་རྒྱུ་མཚན་ག་བར་ཐུག་ཡོད་རེད་ཟེར་བཤད་ན་འཁོར་བ་ཐོག་མེད་ནས་བྱས་ནས་ད་ལྟ་བར་དུ་ང་རང་ཚོའི་སེམས་ལ་ཆགས་སོགས་ཉོན་མོངས་པ་ལ་སོགས་པའི་ཕྱིན་ཅི་ལོག་པའི་གི་བློ་ཕྱིན་ཅི་ལོག་པའི་གི་རྣམ་པར་རྟོག་པ་ཕྱིན་ཅི་ལོག་པའི་གི་འདུ་ཤེས་འདི་གི་ནང་ལ་རྟག་པར་འདྲིས་བསྡད་པ་ཡིན་དུས་དེ་ལ་བལྟས་ནས་ཐབས་རེ་ཙམ་དང་གདམས་ངག་སྣ་རེ་ཙམ་དང་མན་ངག་སྣ་རེ་ཙམ་གྱིས་དེ་དག་ཐམས་ཅད་སྦྱང་ཐུབ་ཀྱི་ཡོད་མ་རེད། ཉི་མ་རེ་རེ་བཞིན་དུ་བསམ་བློ་བཏང་པ་ཡིན་ན་ཡང་ང་ཚོས་ལུས། ངག། ཡིད་གསུམ་གྱི་སྤྱོད་ལམ་ཐོག་ལ་བསམ་བློ་བཏང་ན་བྱ་བ་ངན་པ་མང་པོ་ཅིག་བསྒྲུབ་བསྡད་ཀྱི་ཡོད་རེད་ཤེས་བཞིན་དུ་སྒྲུབ་པ་ཡང་ཡོད་རེད། མ་ཤེས་པ་དང་མ་རིག་པ་ལ་སོགས་པ་ཕྱིན་ཅི་ལོག་པའི་གི་བག་ཆགས་ངན་པའི་གི་ངང་ངམ་ཤུགས་ཤུགས་ཀྱིས་ང་ཚོ་ལས་བསགས་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་བཤགས་པ་བསལ་ཡ་དེ་གཙོ་བོ་ཆེན་པོ་ཡིན་པ་དེ་རྒྱུ་མཚན་དེ་ལ་བརྟེན་ནས་ཡོང་གི་ཡོད་རེད། དེ་འདྲ་མེད་ན་བག་ཆགས་ངན་པ་དེའི་ནང་ལོང་ལ་ཡང་བསྡད་བསྡད་པ་ཡིན་དུས་དེའི་སྟོབས་ཀྱིས་བླ་མའི་མདུན་ནས་གདམས་ངག་ཞུས་ན་ཡང་གདམས་ངག་དེ་ཐོས་ལོ་ཙམ་ལ་སོང། གདམས་ངག་སེམས་རྒྱུད་ལ་རྒྱབ་རེ་ཚུལ་བྱས་ཀྱང་ཁུལ་བྱས་ཀྱང་གདམས་ངག་སེམས་རྒྱུད་ལ་ཡང་རྒྱ་རིམ་བཞིན་དུ་རྒྱས་འགྲོ། བག་མེད་པའི་དབང་དུ་འགྲོ་ཡ་ལ་སོགས་པ་དེ་འདྲས་ཀྱི་ཁ་ན་མ་ཐོ་བའི་སྣ་གཅིག་གི་རྣམ་བཞག་མང་པོ་གཅིག་གི་ནང་ལ་ཡང་ང་ཚོ་བཏུབ་ནས་བསྡད་བསྡད་ཀྱི་ཡོད་པ་ཡིན་དུས་དེ་ནས་གར་དགུ་རེས་ན་ཡང་དག་པའི་དོན་ལ་གོམས་དགུ་རེས་ད་གོམས་ཟེར་ཡ་ཚིག་དེའི་ནུས་པ་ཆེན་པོ་ཡོད་རེད་ལྷག་པར་དུ་བཀའ་གདམས་པའི་སྐབས་སུ། ཁང་པའི་སྦུག་ལ་བསྡད་བྱས་ནས་བསམ་བློ་ནན་ཏན་བྱས་ནས་ཡང་ནས་ཡང་དུ་བསམ་བློ་བཏང་ནས་དགོངས་པ་བྱས་ཡག་ཅི་ཡོད་རེད་དོ་སྟོབས་ཆེན་པོ་མ་རེད། སྟོབས་ཆེ་ཤོས་དེ་ལམ་རིམ་དེ་ཚོ་ནང་ལ་གསུང་གི་འདུག་ལམ་རིམ་དེ་ཚོ་ནང་ལ་བསྟན་ན་སྟོབས་ཆེ་ཤོས་དེ་ཕྱི་ལ་འགྲོ་མི་ལ་མཉམ་དུ་སྐད་ཆ་བཤད་ཆགས་སྡང་གི་རྐྱེན་དེ་ཚོ་བྲལ་ཡ་གདོང་ལེན་བྱས། རྐྱེན་སྣང་སྣ་ཚོགས་ཤར་ཡོང་པའི་སྐབས་སུ་ལ་དེ་ཡི་ཡལ་བ་མར་དོར་དེ་དག་ཐམས་ཅད་དེ་ལམ་དུ་ཁྱེར་ཉམས་ལེན་ནི་ཡང་ཁྱེར་ནས་དེ་ཤོ་ཤོ་ན་གོམས་པ་དེ་དེ་རེད། ཕྱིན་ཅི་ལོག་པའི་གོམས་པ་དེ་ཕར་ཟློག་བྱས་ནས་ཡང་དག་པའི་གོམས་པ་ལ་ཕར་འགྱུར་དགོས་ཀྱི་ཡོད་རེད་དེ་འགྱུར་ཡ་ལས་ང་ཚོ་ཡང་ཕྱིན་ཅི་ལོག་པའི་གི་བློ་དེ་ཐོག་མེད་ནས་བྱས་ནས་གོམས་བསྡད་པ་དེ་ལ་སྤྱོད་དེ་ལ་ལོངས་སུ་སྤྱོད་དེ་ལ་འཇུག་ཨ་ནས་ཞིག་གིས་དེ་དང་རྣམ་པ་ཀུན་ཏུ་འདུ་འབྲལ་མེད་པར་བྱས་ནས་བསྡད་བསྡད་ཀྱི་ཡོད་པ་ཡིན་དུས་ཕྱིན་ཅི་ལོག་པའི་འདུ་ཤེས་ལ་གོམས་སོང་བ་རེད་ད་དེའི་ཚུལ་ཟློག་དགོས་ཀྱི་ཡོད་རེད། དེ་ལྡོག་ཡ་ལ་དེ་ནས་དང་པོ་ཐོས་པ་དེ་ནས་བསམ་པ་དེ་ནས་སྒོམ་པ་བྱས་ནས་ལམ་གྱི་རིགས་པ་གསུམ་དེ་ཐུན་མོང་ཐོག་ནས་བཞག་ཡོད་རེད། ཐུན་མོང་མ་ཡིན་པའི་ཐོག་ནས་བཞག་ཡོང་དུས་བླ་མའི་མན་ངག་ལ་བལྟས་ནས་དེ་ནས་དཔྱད་སྣང་སྣ་ཚོགས་ག་རེ་ཤར་བ་ཡིན་ན་ཡང་དེ་ལ་ཡང་རེ་བ། དོགས་པ། གཉིས་འཛིན་གྱིས་གཅིག་གི་ཡ་ང་བ་དང་བག་ཚ་བའི་དབང་དུ་མ་སོང་བ། གཅིག་གིས་གང་མཐོང་གང་རིག་གང་ཤེས། འོ་གང་གང་དང་འཕྲད་པ་ཡིན་ན་ཡང་དེ་དག་ཐམས་ཅད་དེ་དེ་ནས་གདོང་ལེན་བྱས་ནས། དེ་མ་ཐག་ཏུ་ཉམས་ལེན་ནང་ལ་སོགས་ཆེར་བཤད་ན། གོམས་པའི་རྩ་བ་དེ་ཡིན་གསུང་བ་རེད་དེར་ལྟ་ན་སྒོམ་ཆེན་པ་བྱ་བ་ས་ཁུག་ན་འདུག་པ་ལ་མི་ཟེར་ཡང་དག་པའི་དོན་ལ་གོམས་པར་བྱེད་པ་ཟེར་བ་ཡིན་དགོན་པ་བྱ་བ་ནགས་ཁྲོད་ན་འདུག་པ་ལ་མི་ཟེར་སེམས་གཟུང་འཛིན་གྱི་སྤྲོས་པས་དབེན་པ་ལ་ཟེར་བ་ཡིན་ད་ད་ལྟ་ང་ཚོས་དགོན་པ་ཟེར་བའི་སྐབས་སོགས་ལ་ཡང་དག་འདི་དགོན་པ་ཆེན་པོ་རྒྱ་ཡང། དཔལ་འབྱོར་ལོངས་སྤྱོད་ཆེན་པོ་ཡོད་ན་ནི་དགོན་པ་ཆེན་པོ་རྒྱག་གི་ཡོད་རེད། ཅེས་ཀ་བ་མང་པོ་བྱས། ཐོ་བ་མང་པོ་བྱས་དེ་ལ་གསེར་ཏོག་ལ་སོགས་པ་བཙུགས་ཡ་དང་དེ་འདྲ་གི་ཐོག་ནས་དཔལ་འབྱོར་གི་ཐོག་ནས་དགོན་པ་རྒྱག་གི་ཡོད་རེད། ད་འདི་དགོན་པ་རྒྱག་གི་ཡོད་དུས་བསམ་བློ་ནང་བས་ཡ་འདི་གཅིག་གི་སངས་རྒྱས་ཀྱི་བསྟན་པ་ལ་དམིགས་སུ་བཙུགས་དེ་ནི་གཅིག་གཙུག་ལག་ཁང་ཟེར་བའི་སྐབས་སུ་དགེ་འདུན་པ་དེ་ཡིན་ན་རེད་བཙུན་པ་བཙུན་མ་སུ་ཡིན་ན་ཡང་ཐོས་བསམ་བྱེད་ས་ཀྱི་བསྟི་གནས་གཅིག་ཡིན་པའི་ཐོག་ནས་བསམ་བློ་བཏང་ན་ནི། ངོ་དེ་ནས་དགོན་པ་རྒྱག་པ་ལ་ཕན་ཡོན་ཡོད་རེད་ད་དེ་མིན་པ་ཅིག་གིས་སོ་སོ་མགོ་ལ་བདེ་མཁན་དེ་གིས་དཔལ་འབྱོར་བསྡུ་རུབ་བྱེད་ས་དགོན་པའི་མིང་བཞག་དེ་གི་ཐོག་ལ་དཔལ་འབྱོར་བསྡུ་རུབ་བྱེད་ས་དཔལ་འབྱོར་ཚོ་བསྡུ་ས་དེ་འདྲ་གི་ཐོག་ནས་བསམ་བློ་བཏང་ན་ནི་དེ་དགོན་པ་མ་རེད་ཆགས་སྡང་གི་བསྟི་གནས་ཆགས་འགྲོ་བ་རེད་པ་སྤྲུལ་རིན་པོ་ཆེ་གི་བསྟི་ན་དགག་པ་མང་པོ་ཡོད་རེད་དེ་འདྲ་ཡིན་དུས་ད་ང་ད་འདིའི་སྐབས་སུ་ལ་ཡ་དགོན་པ་ཟེར་ཡ་ཚིག་དེ་ཅི་ཙང་དགོན་པ་ཟེར་ཡ་ཚིག་དེ་དབེན་པ་ལ་གོ་གི་ཡོད་རེད་བ་ད་དངོས་གནས་བྱང་ཆེ་ན་གཙུག་ལག་ཁང་འདི་འདྲ་བ་ཡིན་ན་གནས་དབེན་པ་ལ་གོ་གི་ཡོད་རེད་མི་མེད་ས། འདི་ནི་གཅིག་འབྲུག་ཤོད་སྨད་ས་འོ། དེ་འདྲའི་ནང་ལ་ཡང་ལྟ་སྒོམ་པ་དགོས་ཀྱི་ཡོད་རེད་ཁར་སེམས་ན་ཐོས་བསམ་སྒོམ་གསུམ་བྱེད་ཡག་ལ་ཕྱི་ཡི་རྐྱེན་བར་ཆད་དེ་ཚོ་མེད་པ་ཞིག་དགོས་ཀྱི་ཡོད་རེད་བ་འོ་དེ་འདྲ་ཡིན་དུས་འདི་ནང་ལ་གསུང་འདུག་བ། ཡང་ཁ་ཤས་མཚམས་ཁང་བྱས་ནས་མཚམས་བྱས་ནས་ཐག་རིང་པོ་ཅིག་ལ་ཡང་མི་མེད་ས་ལ་ཡང་བསྡད་ཀྱི་ཡོད་རེད་འདུག་བ། བཏབ་པས་ན། ང་ཚོ་ཧི་མ་ལ་ཡའི་རི་རྒྱུད་རྣམས་ལ་ཆ་བཞག་པ་ཡིན་ན། སྔོན་མམ་རྗེས་སུ་མི་ལ་རས་པ་ཀའི་ད་ཕྱི་ཡི་རྫོང་དྲུག་ནང་གི་རྫོང་དྲུག་གསང་བའི་རྫོང་དྲུག་ཡང་རྫོང་གཉིས་དང་ཉི་ཤུ་ཡོངས་སུ་གྲགས་པའི་ཕུག་ཆིང་ཅེ་དང་མ་གྲགས་པའི་ཕུག་ཆིང་ཅེ་ལ་སོགས་པ་གནས་ཉི་ཤུ་རྩ་བཞི་མང་པོ་ཡོད་རེད་ད་དེ་ཚོ་རྣམས་ལ་རྗེས་སུ་མི་ལ་རས་པ་ཀའི་མཚམས་མ་ཞུགས་པའི་སྐབས་སུ་ལ་ཡ་ད་ནི་མཚམས་ཁང་བྲག་ཕུག་གཅིག་གི་ནང་ལ་བཞུགས་ད་དེ་ན་ཐུགས་དམ་ཉམས་རྟོགས་ཨོ་ཟེར་སླད་ཡོང་དུས་ད་ནི་བྲག་ཕུག་དེ་གཡུག་བྱས་ནས་ས་ཆ་གཞན་པ་ལ་བས་འགྲོ་བ་རེད། སྟོང་གནས་གཞན་པ་ལ་འཕེལ་གནས་དབེན་པ་ས་གཞན་པ་ལ་འཕེལ་དེ་ན་ཉམས་ལེན་གནང། ད་དེ་ན་ཡང་གཅིག་གི་འདུ་ཚོགས་ཡིན་ན་རེ་འགྲུལ་བཞུད་ཡིན་ན་གཅིག་སླེབས་ཡོང་དུས་ཡང་དེ་མདོར་བྱས་ནས་ཡང་གནས་དབེན་པ་བྱས་ནས་དེ་ལ་དེ་ནས་སྔོན་མ་འབྲུག་པ་བཀའ་རྒྱུད་ཀྱི་ལུགས་སྲོལ་ལ་ཡག་ད་རིས་པ་ཟེར་དེ་ནས་ཡག་ཡག་བྱས་ནས་དེ་ནས་ཡང་རིས་པ་ཟེར་དེ་ནས་ཡག་ཡག་ཡག་ཡག་བྱས་ནས་ཕེབས་འགྲོ་གི་ཡོད་རེད་བ། དེ་བྱས་ཏེ་ག་རེ་ཟེར་ན་འདི་ག་ལ་གསུངས་པ་ལྟ་བུ་རེད་ག་རེ་ཟེར་ན་སེམས་མི་གཟུང་འཛིན་གྱི་སྤྲོས་པས་དབེན་དགོས་ཀྱི་ཡོད་རེད་སེམས་མི་གཟུང་འཛིན་གྱི་སྤྲོས་པས་དབེན་པ་ལ་ལས་དང་པོ་པ་དེ་གནས་དབེན་པ་དགོས་ཀྱི་ཡོད་རེད། དེ་འདྲ་ཡིན་དུས། འོ་དེ་ད་ཕ་ཡུལ་སྤང་སའི་དེ་ང་ཚོ་རྒྱ་སེ་ལང་ལའི་ནང་ལ་སྙིང་རྗེ་ཕྱོགས་ལ་འདོད་ཆགས་ཆུ་ལྟར་གཡོ་དགྲ་ཡི་ཕྱོགས་ལ་ཞེ་སྡང་མི་དམ་པར་བླང་དོར་འབྱེད་པའི་གཏི་མུག་མུན་ནག་ཅན་ཕ་ཡུལ་སྤོང་བའང་ཟེར་ཡ་དེ་ཆགས་སོ་ཉོན་མོངས་པའི་གི་བློ་སྐྱེ་བའི་གི་རྐྱེན་བྱེད་མཁན་གི་ས་དེ་ཚང་མ་དེ། མདོར་སྒུག་གི་ཡོད་རེད་ས་ཆ་ག་བ་བསྡད་པ་ཡིན་ན་ཡང་ད་ང་ཚོ་མཚམས་ཁང་ཅིག་ལ་བསྡད་རི་ཁྲོད་ཅིག་ལ་བསྡད་པ་ཡིན་ན་ཡང་དེ་ན་ཉམས་རྟོགས་དེ་སྐྱེ་མ་ཐུབ། ཆགས་སྡང་གི་བློ་དེ་མ་བྲི་མ་ཐུབ་ཟད་མ་ཐུབ་ཆགས་སྡང་རང་ག་བ་བསྡད་བསྡད་པ་ཡིན་ན་དེ་ནི་ཕན་གྱི་ཡོད་མ་རེད་ཨོ། ལུས་དབེན་པ་ལ་བསྡད་པ་ཡིན་ན་ཡང་སེམས་ཡང་དབེན་ཐུབ་ཡོད་མ་རེད་བ་ད་དབེན་ཡང་ངོ་མ་དེ་སེམས་ནི་དབེན་སྒུག་གི་ཡོད་རེད་དབེན་གསུམ་བཤད་ཡོང་དུས་ལུས་དབེན་ངག་དབེན་སེམས་དབེན་ཤེས་པ་རེད་དེ་གསུམ་ཡང་ནི་གཙོ་བོ་དེ་སེམས་དབེན་པ་དེ་ཤེས་དགོས་ཀྱི་ཡོད་རེད། དེ་འདྲ་ཡིན་དུས་སེམས་ལ་དབེན་མ་ཐུབ་ན། ཨ་ནུ་ལོ་དང་ཟླ་བ་ཞག་དང་ཟ་མ། ཡི་རེ་གྲོལ་ཅིག་ལ་ཡང་འཛུལ་ནས་མི་དང་མ་འཕྲད། འོ་དེ་ནི་སྤྱན་དང་ཁ་བྲལ་བྱས་ནས་བསྡད་པ་ཡིན་ན་ཡང། ཨོ་ཕན་གྱི་ཡོད་མ་རེད། ནམ་ཞིག་མ་དོན་ཡོང་དུས། གྲོང་ཁྱེར་ནང་ལ་སླེབས་ཡོང་དུས། ཚོགས་པའི་ནང་ལ་སླེབས་ཡོང་དུས་སྤྱན་ཅིག་འཕྲད་ཡོང་དུས་ཡང་ཐ་མལ་པ་ལ་ཕར་འགྲོ་གི་རེད། ཆགས་སྡང་ཐ་མ་པ་ལ་འགྲོ་གི་རེད་རྒྱུད་ཐ་མ་པ་ལ་འགྲོ་གི་རེད་དེ་འདྲ་ཡིན་དུས་ནགས་ཁྲོད་གཅིག་པུ་ལ་བསྡད་བསྡད་པས་ཕན་གི་མ་རེད་སེམས་ནི་གཟུང་འཛིན་གྱིས་སྤྲོས་པས་དབེན་དགོས་གི་རེད་གཟུང་འཛིན་ཟེར་ཡག་འདི་ད་ཐུན་མོང་གི་སྐད་ཆ་ཞིག་རེད་ཀོ་དཔེ་ཆ་ནང་ལ་བཤད་བསྡད་ཡག་ཅིག་མཚན་ཉིད་ཐེག་པའི་སྐབས་སོགས་ལ་ཡང་གཟུང་འཛིན་གྱི་རྟོག་པ་སྤང་དགོས་རེད་ཟེར་གྱི་ཡོད་རེད་སྔགས་ཀྱི་སྐབས་སོགས་ཡང་གཟུང་འཛིན་གྱི་རྟོག་ཚོགས་ཕྲ་རགས་ཤི་དགོས་རེད་ཟེར་གྱི་ཡོད་རེད་ཐབས་ལམ་གྱི་རིམ་པ་དེ་མང་པོ་ཅིག་བཤད་པ་རེད་མ་གཏོགས་དམིགས་ཡུལ་དེ་མདོ་སྔགས་ཀྱི་ཆོས་ག་འདྲ་ཞིག་ཡིན་པ་ཡིན་ན་ཡང་རྩ་བ་བསྐྱེད་ཡག་འདི་ག་འདྲ་བསྐྱེད་དགོས་ཟེར་ན་གཟུང་འཛིན་གྱི་རྩ་བ་བསྐྱེད་དགོས་གི་ཡོད་རེད། ཇི་སྲིད་གཟུང་འཛིན་གྱི་རྩ་བ་དེ་མ་སྲེག་གི་བར་དུ་ཉམས་དང་རྟོགས་པ་ག་རེ་ཡིན་ན་ཡང་སྐྱེ་ཐུག་གི་ཡོད་མ་རེད་དེ་འདྲ་ཡིན་དུས་གཟུང་འཛིན་གྱི་དེ་ཡིན་དུས་ད་ང་ཚོ་རྣལ་འབྱོར་པ་ཟེར་ཡ་དེ། དགོན་པ་ཟེར་ཡ་དེ་གནས་དབེན་པ་ཟེར་ཡ་དེ། དེ་ཡང་དགོན་པའི་ནང་ལ་བསྡད་ཚར་དུས་ཆགས་སྡང་དཔེ་ཡར་ཆགས་སོང་ན་དགོན་པ་དེ་གས་ཕན་ཐོགས་མ་སོང་བ་ད་དེ་ཡང་མང་ཆེ་ཁྱོད་དེ་འདྲ་ཆགས་འགྲོ་བས་ད་ང་ཚོ་དགོན་པ་གཅིག་གི་ནང་ལ་བསྡད་དགོན་པའི་ནང་ལོགས་ལ་ཡག་ད་ཅིག་ཡག་རེད་ཟེར་མ་རེད་ཟེར་དགོན་པའི་ནང་ལ་དགོས་ཡག་གི་ཐོས་བསམ་སྒོམ་གསུམ་གྱི་ཉམས་ལེན་ལ་སོགས་པ་ནི་མེད་པ། དེ་ནས་དགོན་པའི་ནང་ལ་ལབ་རྒྱུ་གླེང་རྒྱུ་མང་པོ་རྩོད་པ་མང་པོ། དེ་ནས་ཆགས་སྡང་དེ་སྔ་རབས་མེད་པ་ལ་ཆགས་སྡང་གསར་པ་སྐྱེ་ཡག་གི་རྐྱེན། ཆགས་སྡང་ཅིག་ཅིག་གིས་སྐྱེས་ཟིན་པ་དེ་ཡང་ཆགས་སྡང་གོང་འཕེལ་དུ་འགྲོ་ཡག་ད་དེ་འདྲ་གི་རྐྱེན་ཁོ་ན་བྱས་ནས་དགོན་པའི་ནང་ལོགས་ལ་ཡང་མང་ཆེ་བ་དེ་འདྲ་ཆགས་བསྡད་ཀྱི་འདུག་བ་ད་དེ་འདྲ་ཆགས་ཡོང་དུས་དེ་ཆོས་གནས་དང་མ་འགྲོ་བའི་གི་རྟགས་རེད་དེ་ཡིན་དུ་འདི་ཚིག་དེ་ཚོ་ཡག་པོ་འདུག་བ་ཉང་གི་གཏེར་མར་སེམས་མེད་གཟུང་འཛིན་གྱི་སྤྲོས་པས་དབེན་དགོས་གི་རེད་དེ་དབེན་ན་དེ་ནི་དགོན་པ་རེད་གསུང་བ་རེད། མཁས་པ་ཟེར་ཏེ་མཁས་པ་བྱ་བ། འཇིག་རྟེན་གྱི་ཆོས་རྗེས་སྐྱོང་བ་ལ་མི་ཟེར། དོན་དང་དོན་མ་ཡིན་པའི་བྱེ་བྲག་ཐམས་ཅད་འབྱེད་པ་ལ་ཟེར་བ་ཡིན། ད་ང་ཚོས་མཁས་པ་ཟེར་བའི་སྐབས་སུ་ག་རེ་བསམ་ན་མཁས་པ་རེད་ཟེར་དུས། དེ་ནི་གཅིག་མ་འདྲ་བ་ཞིག་བྱེད། ད་ཆུ་ཚོད་ནས་ཆུ་ཚོད་དུས་ནི་མང་པོ་ཤེས་ཤེས་མཁན། རྩ་བ་ཤེས་ཤེས་མཁན་འགྲེལ་པ་ཤེས་ཤེས་པ་ད་གཞུང་ཟེར་ཚོད་མ་ཤེས་ཡོང་དུས་སྤྱི་དོན་མཐའ་དཔྱོད་ད་དེ་ལ་ཡག་ཅིག་དགག་བཞག་སྤོང་གསུམ་ལ་སོགས་པ་མང་པོ་ཅིག་ཤེས་ཤེས་མཁན་ཞིག་ཡོད་ན་ཁ་བདེ་པོ་ཅིག་ཡོད་ན་དེ་མཁས་པ་ཟེར་གྱི་ཡོད་རེད་འདུག་བ། ཨོ་དེ་མཁས་པ་རེད་ད། དེ་མ་རེད་གསུངས་པ་རེད་འདི་སྐབས་ན་དེ་མ་རེད་འོ་ན་མཁས་པ་ཟེར་དེ་ག་རེད་ཟེར་ན། དོན་དང་དོན་མ་ཡིན་པའི་གི་བྱེ་བྲག་ཕྱེད་པ་ཟེར་དེ་ད་ལྟ་དབུས་མཐའ་རྣམ་འབྱེད་ནང་ལས། ཤེས་ནས་གང་ཞིག་ཡོངས་སུ་སྤང་བྱ་ཞིང་གཞན་འགའ་ཞིག་ནས་མངོན་སུམ་ཉིད་དུ་བྱ། རྒྱལ་བ་འཇམ་དཔལ་དུ་བ། ཤེས་ནས་གང་ཞིག་ཡོངས་སུ་སྤང་བྱ་ཞིང་གཞན་འགའ་ཞིག་ནས་མངོན་སུམ་ཉིད་དུ་བྱ་ཞེས་བཤད་ཡོད་དོ། ཤེས་ནས་ཟེར་དེ་ག་རེད་ཟེར་ན། ཨ་ནི་རྣམ་དཔྱོད་ཀྱི་བློ་ཡིས། ཡང་དག་པའི་དོན་དང་མཐུན་པའི་རྣམ་པར་དཔྱོད་པའི་བློ་གྲོས་ཀྱིས་ཤེས་ནས་ཟད་དུ་རྣམ་པར་དཔྱོད་པའི་གྲུབ་པ་ཐོབ་ནས་རྣམ་པར་དཔྱོད་པའི་བསམ་པ་ཕན་ངེས་མི་འགྲོ་བ་རྣམ་པར་དཔྱོད་ནས་དཔྱོད་འབྲས་ཀྱི་ཐོབ་དགོས་ཀྱི་རྣམ་པར་དཔྱོད་པའི་འབྲས་བུ་དེ་གར་དགོས་ཀྱི་རེད་བསམ་ན་ཤེས་ནས་གང་ཞིག་ཡོངས་སུ་སྤངས་ནས་ཟད་སྐྱོན་གྱི་ཆ་ཐམས་ཅད་དེ་སྐྱོན་དང་ཐམས་ཅད་མཁྱེན་པ་ལ་འགྲིག་གི་ཡོད་པ་ཐར་པ་ལ་འགྲིག་གི་ཡོད་པ་ལམ་ལ་འགྲིག་གི་ཡོད་པ་ཤེས་ཡོང་དུས་ཤེས་ནས། སྐྱོན་གྱི་ཆ་ཐམས་ཅད་དེ་སྤང་བྱས་པ་ཤེས་ནས་གང་ཞིག་ཡོངས་སུ་སྤང་བྱ་ཞིང་གཞན་འགའ་ཞིག་ནི་སྲིད་དུ་ཡོན་ཏན་གྱི་ཕྱོགས་ལ་བརྟེན་ནས་རྣམ་གཅོད་བློ་གྲོས་ཀྱི་སྐྱེད་ཡོན་དུ་ཐར་པ་ལ་ཉེ་བར་མཁོ་བ་ཐམས་ཅད་མཁྱེན་པ་ལ་ཉེ་བར་མཁོ་བ་ཆོས་སྒྲུབ་པ་ལ་ཉེ་བར་མཁོ་བའི་ཆ་ཆེན་དེ་ཚོ་སྤྲད་དེ་ལྟ་བ་ཡིན་ན་རེད་བསྒོམ་པ་ཡིན་ན་རེད་སྤྱོད་པ་ཡིན་ན་རེད་ལུས་ཀྱི་བྱ་སྤྱོད་ངག་གི་རྣ་སྤྱོད་དེ་ཚོ་གང་དང་གང་ཡིན་ན་ཡང་ཆོས་དང་མཐུན་པ། ཆོས་ཀྱི་ཉམས་ལེན་ལ་ཡང་གོང་འཕེལ་འགྲོ་ཡག་གི་གྲོགས་བྱེད་མཁན་ཞིག་ཡོད་ན་རྐྱེན། བྱེད་མཁན་ཞིག་ཡོད་ན་དེ་དང་དུ་བླང་དགོས་རེད། བཤད་ནས་གང་ཞིག་ཡོངས་སུ་སྤང་བྱ་ཞིང་གཞན་འགའ་ཞིག་ནི་མངོན་སུམ་ཉིད་དུ་བྱ་སྲོལ་དུ་འགྲོ་དགོས་རེད་ཟེར་ཏོ་དེ་སོང་ད། དེ་ཟེར་ཡོང་ད་དང་བརྟག་དཔྱད་བཏང་ནས་དེ་ག་ལ་མཁས་པ་ཟེར་ཏེ། བརྟག་དཔྱད་བཏང་དེ་ཡང་གཅིག་པུ་མ་ཡིན་པ་ཞིབ་འཇུག་བྱས་པ་གཅིག་པུ་མ་ཡིན་པ་བརྟག་དཔྱད་དང་ཞིབ་འཇུག་གི་བརྒྱུད་རིམ་ནས་ནི་དེ་དང་དེའི་ཚུལ་ཐོབ་ཡོང་དུས། ཨོ་འདི་སྐྱོན་གྱི་ཆ་རེད་འདུག་ཟེར་ནས་ཕ་དཔང་བཤད་པ། འདི་ཡོན་ཏན་གྱི་ཆ་རེད་འདུག་ཟེར་ཚུར་སྒྲུབ་བཤད་པ་ཅིག་གོ་གི་ཡོད་རེད། དེ་ལ་དོན་དང་དོན་མ་ཡིན་པ་འབྱེད་པ། དེ་རེད་འདུག་བ། བྱེ་བྲག་ཐམས་ཅད་འབྱེད་པ་ཟེར་བ་ཡིན། དེ་ནི་བྱང་ཆུབ་སེམས་དཔའ་ཟེར་བ་དེ་བྱ་བ་ཕུག་ན་རང་དོན་སྒྲུབ་པ་ལ་མི་ཟེར་སེམས་ཅན་ཐམས་ཅད་འཁོར་བ་ལས་སྒྲོལ་བའི་ཐབས་ལ་བརྩོན་པ་ལ་ཟེར་བ་ཡིན། ད་བྱང་ཆུབ་སེམས་དཔའ་ཟེར་ཡ་དེ་མཛུབ་མོ་ལས་འགྲོ་དེ་ངེས་འདུག་བ། ང་ཚོས་དེ་བྱང་ཆུབ་སེམས་དཔའ་ཟེར་ན་དེ་ཁོང་མོ་ནི་བྱང་ཆུབ་སེམས་དཔའ་རེད་འདུག་ཡིན་པའི་རྒྱུ་མཚན་ག་རེ་དྲན་གྱི་ཡོད་ཟེར་ན།

གཞན་དོན་ཡིན་པའི་རྣམ་པ་བསྟན་མཁན་ཕུགས་ལ་རང་དོན་སྒྲུབ་པ་ལ་ཟེར་གྱི་མ་རེད། རིན་ཆེན་གཏེར་མཛོད་ནང་ལ་ཡོད་རེད་ད་དེ་ཚིག་དེ། རང་དོན་སྒྲུབ་པའི་ཤོག་གྲངས་ཉིས་བརྒྱ་ལྔ་བརྒྱ་ཉིས་བརྒྱ་གཉིས། པོད་ཨ་ཁུ་གུ་ཨི་ལ། གདམས་ངག་མིང་ལ་ཡོ་ག་གསུམ་བྲིས་བླ་མ་དམར་ཁྲིད་ཉང་གི་གཏེར་མ། ཨོ། དེ་ནང་ལ་ཤོག་གྲངས་ཨིན་ཇི་ཨང་གི་ཉིས་བརྒྱ་གཉིས། ཨོ། ཕྲེང་གསུམ་པ། ཨོ་དེ་ན་འདུག། ཨོ་དེ་ཡིན་དུ་ད་བྱང་ཆུབ་སེམས་དཔའ་བྱ་བ་ཕུགས་ལ་རང་དོན་སྒྲུབ་པ་ལ་མི་ཟེར་སེམས་ཅན་ཐམས་ཅད་འཁོར་བ་ལ་འགྲོ་བའི་ཐབས་ལ་བརྩོན་པ་ཟེར་ཡོན་དུ་ད་བྱང་ཆུབ་སེམས་དཔའ་སྤྱོད་འཇུག་རྣམས་ལས་བཤད་པའི་གི་ལེའུ་དང་པོ་ལེའུ་གཉིས་པ་ལེའུ་གསུམ་པ་དེ་ཚོ་ཐམས་ཅད་དེ་རྒྱུད་ལ་འཇོག་དགོས་ཀྱི་འདུག་དཔེར་ན་སྤྱོད་འཇུག་འདྲ་བོ་ཤར་སོང་ན་ལེའུ་དང་པོ་དེ་ལ་ནི་བྱང་ཆུབ་སེམས་ཀྱི་ཕན་ཡོན་བཤད་པ་རེད། བྱང་ཆུབ་སེམས་ཀྱི་ཕན་ཡོན་ཤོད་དགོས་པའི་ལེའུ་དང་པོ་བཞག་དགོས་པའི་རྒྱུ་མཚན་ག་རེ་རེད་ཟེར་ན་བྱང་ཆུབ་སེམས་ཀྱི་ཕན་ཡོན་མ་བཤད་ན་བྱང་ཆུབ་སེམས་འཇུག་པ་ལ་སྤྲོ་བ་ཡོང་གི་མ་རེད། དེ་ཡིན་དུས་བྱང་ཆུབ་སེམས་ཀྱི་ཕན་ཡོན་ཤེས་ཡོན་དུ་དབུལ་བ་དང་ཕན་ཡོན་དེ་ལྡན་གྱི་བྱང་ཆུབ་སེམས་དེ་རྒྱུད་ལ་ལྡན་དགོས་ཀྱི་འདུག་དེ་མ་ལྡན་ན་ཐམས་ཅད་བྱམས་པ་ཐོབ་ཐུབ་ཀྱི་མི་འདུག་རྒྱུ་མཚན་དེ་ཡི་ཕྱིར་ན་སྔོན་གྱི་རྒྱལ་བ་སྲས་དང་བཅས་པ་ཐམས་ཅད་ཡང་དེའི་ལམ་ལ་གཤེགས་འདུག་འབྱུང་འགྱུར་གྱི་སངས་རྒྱས་ཐམས་ཅད་ཡང་དེའི་ལམ་ལ་གཤེགས་རྒྱུ་ཉག་གཅིག་རེད་བཞག་རྒྱུ་མཚན་དེ་ཡི་ཕྱིར་ན་བྱང་ཆུབ་ཀྱི་སེམས་དེ་མེད་ན་ཐབས་ཆག་པ་ཡོད་ན་དེ་ཁའི་ཕྱོགས་བས་ཀྱི་ལམ་རྨད་དུ་བྱུང་བ་ཅིག་རེད་བཞག་ཟེར་བསམ་ཡོན་དུ་བསྟན་ཏེ་བྱང་ཆུབ་སེམས་འཇུག་པ་ལ་སྤྲོ་བ་སླད་ཡོན་དུ་ལེའུ་དང་པོ་བྱང་ཆུབ་སེམས་ཀྱི་ཕན་ཡོན་བཤད། དང། ལེའུ་གཉིས་པ་སྡིག་པ་བཤགས་པའི་ཆས་ཡོན་ཏུ་སྡིག་པ་བཤགས་པ་སོད་དུ་ཚིག་དེ་དངོས་སུ་བཤད་ཤུགས་ལ་ཚོགས་བསགས་པ་ཡང་རིན་ཆེན་སེམས་སྡེ་སྲུང་བར་བྱ་བའི་ཆེད་དེ་བཞིན་གཤེགས་པ་རྣམས་ལ་དམ་པའི་མཆོད་ཡོན་གསན་ཡོད་དོ་ཚོགས་བསགས་ལ་ཡང་སྟོན་ཡོང་གི་ཡོད་རེད་ད་སྡིག་བཤད་ཡོད་དོ་དེ་ལྟ་བུའི་གི་རིན་ཐང་ཆེ་བའི་བྱང་ཆུབ་སེམས་དེ་རྒྱུད་ལ་སྐྱེ་བར་བྱེད་པ་ལ། འགག་ཅིང་སྡིག་པ་མ་སྤངས་ན། དགའ་ཆེན་སྡིག་པ་སྤངས་མཐུན་ཆེན་ཚོགས་མ་བསྒྲུབས་ན་མ་ཚང་ན་བྱང་ཆུབ་སེམས་དེ་རྒྱུད་ལ་སྐྱེ་ཐུབ་ཀྱི་ཡོད་མ་རེད་དེ་མི་སྐྱེ་མ་ཐུབ་ཡོང་དུས་བྱང་ཆུབ་སེམས་རྒྱུད་ལ་སྐྱེ་བར་བྱེད་པ་ལ་སྡིག་པ་བཤགས་དགོས་ཀྱི་ཡོད་པ། ཚོགས་བསགས་དགོས་ཀྱི་ཡོད་པའི་རྒྱུ་མཚན་དེ་གལ་ཆེན་པོ་ཡིན་དུས་བྱང་ཆུབ་སེམས་སྐྱེ་བའི་གི་རྐྱེན་བཤད་ལེའུ་གཉིས་པ་དང་ལེའུ་གསུམ་པ་ལ་བྱང་ཆུབ་སེམས་ཡོངས་སུ་བཟུང་བའང་ཞེས་བཤད་ཡོང་དུས་བྱང་ཆུབ་སེམས་སྡོམ་པ་ཞུ། རེད་དོ། ད་ནི་སྡོམ་པ་ཞུས་པ་ཙམ་མ་ཡིན་པར་བྱང་ཆུབ་སེམས་རང་གི་རྒྱུད་ལ་སྐྱེ་བར་བྱེད། ཇི་ལྟར་སྔོན་གྱི་བདེ་གཤེགས་ཀྱི་བྱང་ཆུབ་མཐོང་ནས་སྐྱེས་པ་དང་བྱང་ཆུབ་སེམས་དཔའི་བསླབ་པ་ལ་སའི་དུས་སུ་དེ་སླད་ཡོང་བར་འགྲོ་བ། ད་ལྷ་དང་ལྷ་མིན་ལ་སོགས་དགའ་བ་ཇི་སྲིད་སུ་འདུག་དེ། ལེའུ་ཚང་བ་དེའི་ལེའུ་གསུམ་པ་དེ་གའི་བྱང་ཆུབ་སེམས་དངོས་སུ་རྒྱུད་ལ་སྐྱེ་བར་བྱེད། ད་ལེའུ་བཞི་པ་བག་ཡོད་པ་བཤད་ཡོང་བ་རེད། ལེའུ་ལྔ་པ་གཤེགས་ཤིང་ལེའུ་བཤད་ཡོང་བ་རེད་ད་དེ་བཤད་དགོས་ཡ་དེ། དེ་ལྟའི་བྱང་ཆུབ་སེམས་དཔའ་དེ་རྣམས་བྱང་ཆུབ་སེམས་རྒྱུད་ལ་སྐྱེ་སྲིད་ན་ཡང། རེད་འདུག་བ་ཅེས་ཟེར་ན་ཡང། ལམ། བག་ཡོད་པ་དང་ཤེས་བཞིན་ལ་མ་བརྟེན་ན་དགའ་ཆེན་མང་པོ་ཡོད་རེད་ག་རེ་བསམ་ན་ཤེས་རབ་ཀྱི་ཕར་དུ་ཕྱིན་པ་དེ་དངོས་སུ་རྒྱུད་ལ་སྐྱེས་ཡོད་མ་རེད་བ། ད་ཤེས་རབ་ཕར་ཕྱིན་དངོས་སུ་རྒྱུད་ལ་སྐྱེས་ནས། དེ་ནས་གང་ཚེ་གང་ཞིག་མེད་དོ་ཞེས་ལྟ་ཅན་དངོས་པོ་མེད་མོད་བ་དེ་ཚེ་དངོས་མེད་དུ་འགྲོ་བའི་བློ་ཡིན་དུས་ན་ཇི་ལྟར་གནས་ཡིན་གསལ། དེའི་གི་དོན་དེ་རྒྱུད་ལ་སྐྱེས་མ་ཐུབ་ཀྱི་བར་དུ་དགའ་ཆེན་མང་པོ་ཡོད་རེད་དེ་ཡོང་ཡ་ལ་གཟབ་གཟབ་བྱེད་དགོས་ཡོད་རེད་ང་ཚོས་གཟབ་གཟབ་བྱས་གཟབ་གཟབ་བྱས་ཟེར་གི་འདུག་བ་ད་གཟབ་གཟབ་བྱས་ཡ་ལ་བྱེད་སྟངས་དེ་རིམ་པ་དེ་བག་ཡོད་པའི་ལེའུ་བསྟན་ནས་ཤེས་བཞིན་གྱི་ལེའུ་གཉིས་ལ་བརྟེན་ནས་ཟབ་ཟབ་བྱེད་དགོས་པ་བྱང་ཆུབ་སེམས་མི་ཉམས་པར་བྱེད་པ། བྱང་ཆུབ་སེམས་རྒྱུད་ལ་སྐྱེས་ཟིན་པ་དེ་གོང་འཕེལ་དུ་བྱེད་ཡ། བྱང་ཆུབ་སེམས་མཐར་ཕྱིན་པར་བྱེད་པ་ལ་བག་ཡོད་དང་ཤེས་བཞིན་གྱི་གྲོགས་བྱེད་ཀྱི་ཡོད་པ་ཡིན་དུས་དེ་ལ་བརྟེན་ནས་དང་བསླབ་པར་སོང་བར་འདོད་པ་ཡི་རབ་ཏུ་བསྒྲིམས་ཏེ་སེམས་བཟུང་སྟེ་སེམས་དེ་སོང་བ་མ་བྱས་ན་བསླབ་པར་སོང་བ་ཡོང་མི་ནུས་ཞེས་ནས་བསླབ་པར་སོང་བ་ཀྱི་རྐྱེན་མེད་དུ་མི་རུང་བ་དེ་བག་ཡོད་དང་ཤེས་བཞིན་གྱི་ལེའུ་བཤད། དེ་འདྲའི་སྲིད་བྱེད་ཡང་དུ་དེ་ནི་དངོས་གཞི་བྱང་ཆུབ་སེམས་རྒྱུད་ལ་སྐྱེ། དེ་ལ་དེ་ནི་རིམ་པ་བཞི་དང་དེ་ནི་བཟོད་པའི་ལེའུ་ཞེས་དེ་ནི་བརྩོན་འགྲུས་ལེའུ་བསམ་གཏན་ལེའུ་བསམ་གཏན་ལེའུ་ནང་ན་ཡང་བདག་གཞན་མཉམ་བརྗེ་གི་ཉམས་ལེན་དེ་ཚོ་ཚང་མ་བཤད། ད་དེ་དག་ཐམས་ཅད་ཀྱི་མཐར་ཐུག་གི་འབྲས་བུ་སྟེ། དེ་ནི་ཡན་ལག་འདི་དག་ཐམས་ཅད་ནས་ཐོས་པའི་ཤེས་རབ་ཐོས་དོགས་སོགས་དེའི་ཕྱིར་ན་སྡུག་བསྔལ་དང་ཞི་བར་འདོད་པའི་ཤེས་རབ་སྐྱེ་སྲིད་དུ་ཐབས། ད་དེ་ལ་ཡང་སྤྱི་དང་ལྟ་བ་ཀྱི་ཐོག་ནས་མཁས་པ་ཚོ་གི་འགྲེལ་བཤད་རྒྱབ་སྟངས་གཅིག་བྱས། ཐུན་མོང་བྱང་ཆུབ་སེམས་དཔའི་གྱི་ལམ་གྱི་རིམ་པ་ལ་སྦྱར་ནས་བཤད་སྟངས་ཅན་གཉིས་བཤད་ཀྱི་འདུག་བ། ད་ལྟ་བ་ཐོག་ནས་སྦྱར་ཡོང་དུ་ལྟ་བ་སྟོང་ཉིད་རྟོགས་པའི་སྟོང་ཉིད་རྟོགས་པ་ལ་ལས་བཞག་ཡོད་བ་རེད་དེའི་རྟོགས་ཡ་ལ་ཡ་ནི་ཐབས་ཅིག་ཆ་མངོན་དུ་ངེས་པར་དུ་འགྲོ་དགོས་བ་དེ་མ་འགྲོ་ན་སྟོང་ཉིད་རྟོགས་ཀྱང་སྟོང་ཉིད་དེའི་ཡ་ནི་འོ། ཆོས་ཀྱི་བདག་མེད་རྟོགས་པའི་གྱི་ཆོས་ཆོས་ཀྱི་བདག་མེད་རྟོགས་པ་ལ་བརྟེན་ནས་ཤེས་བྱའི་སྒྲིབ་པའི་གཉེན་པོ་ལ་འགྲོ་ཐུག་གི་མེད་པ་དེ་གལ་ཆེ་བ་ཡིན་པ་རྒྱུ་མཚན་དེ་གཙོ་བོ་དེ་ད་རིན་འདི་གི་ཤེས་རབ་ལེའུ་ན་བསྟན་གྱི་ཡོད་ཟེར་ནས་འོ་དེ་གསུངས་ཡོང་དུ་དེ་ནི། བྱང་ཆུབ་སེམས་དཔའ་མཚན་ཉིད་པར་བྱ་བ་རེད། དེར་བ། བྱང་ཆུབ་སེམས་དཔའ་མཚན་ཉིད་པར་བྱ་ཡག་ལ་སྟོང་ཉིད་རྟོགས་པའི་བློ་སྔོན་དུ་སྤྱད་དགོས་ཀྱི་ཡོད་རེད་སྟོང་ཉིད་རྟོགས་པའི་བློ་རྒྱུད་ལ་མ་བྱས་ན་བྱང་ཆུབ་སེམས་དཔའ་མཚན་ཉིད་པར་ཆགས་ཀྱི་མ་རེད་དེར་བརྟེན་དུ་བྱང་ཆུབ་སེམས་དཔའ་འཕགས་པ་ས་ལས་འཕགས་པའི་བྱང་སེམས་དེ་བྱང་ཆུབ་སེམས་དཔའ་མཚན་ཉིད་པ་ལ་བཞག་མཚན་ཉིད་བཞག་དགོས་པའི་རྒྱུ་མཚན་དེ་སྟོང་ཉིད་རྟོགས་པའི་གི་བློ་རྒྱུད་ལ་སྐྱེས་ནས་རྩལ་སྟོང་ཟུང་འཇུག་གི་ཉམས་ལེན་ལ་བརྟེན་ནས་གཞན་དོན་མཐའ་ཡས་པར་སྒྲུབ་ཐུབ་ཀྱི་ཡོད་པ་རྩལ་སྟོང་ཟུང་འཇུག་གི། ཉམས་ལེན་དུ་རྟོགས་པ་རྒྱུད་ལ་མ་ཆད་ན་མཐའ་ཡས་པའི་སེམས་ཅན་གྱི་དོན་བླ་མེད་རྫོགས་བྱང་ལ་འགྲོ་བས་ཀྱི་རྒྱུ་ལ་སླེབས་ཐུབ་ཀྱི་མེད་པའི་རྒྱུ་མཚན་དང་གཏན་ནས་བརྩེ་དུང་ཟུང་འཇུག་འགྲོ་དགོས་ཀྱི་ཡོད་པ་དེའི་ཕྱིར་ན་འཕགས་པའི་བྱང་སེམས་གལ་ཆེན་པོ་ཡིན་པའི་རྒྱུ་མཚན་དང་རྟེན་གྱི་དོན་སྣང་བའི་མང་པོ་གསུངས་པ་འོ་དེ་འདྲ་ཡིན་དུས་ད་འདི་སྐབས་ལ་དེ་གསུངས་བ་རེད་བྱང་ཆུབ་སེམས་དཔའ་དེ་སེམས་ཅན་ཐམས་ཅད་འཁོར་བ་ལ་འགྲོ་བའི་ཐབས་ལ་བརྩོན་པ་ཟེར་ཡག་སྟེ་བྱང་ཆུབ་སེམས་དེ་ཉམས་ལེན་གོ་རིམ་མ་ནོར་བ་མཚན་ཉིད་མ་ནོར་བ་ལམ་གྱི་འཇུག་སྒོ་མ་ནོར་བ་ཞིག་འགྲོ་དགོས་ཀྱི་རེད། དད་པ་བྱ་བ་ཁ་འཁུམས་པ་ལ་མི་ཟེར་ཟེར། ཅི་ཞིག་སྐྲག་ནས་ཡང་དག་ལམ་ལ་འཇུག་པ་ཟེར་བ་ཡིན། ཁ་འཁུམས་པ་ཟེར་བའི་སྐབས་སུ་ལ་དད་པ་ཟེར་དུས་སངས་རྒྱས་སྐུ་མཇལ་ཡོན་དུ་བརྩམས་པ་ལ་ཏག་ཏག་ཏག་ཏག་ཏག་ཚིག་དོ་ཁ་ཅིག་ཁ། ཟ་ཁ་ཅིག་གིས་དུ་བ་ཐི། ཡང་ཅིག་སེམས་ཅན་ཐམས་ཅད་མཐོང་ཡོན་དུ་སྙིང་རྗེའི་ཟ་ཅིག་ཡང་ཏག་ཏག་ཏག་ཏག་ཚིག་ཨོ་ཐི་ཁ་ཁུན་ཟེར། ཡོན་དུ་ཁ་གི་དད་པ། མ་བརྒྱབ་བློ་ཡང་འགྲོ་ཚར་སོང་ན་རྒྱལ་ཚར་བ་འོ་དེ་འདྲ་མ་ཡིན་པ། ཅིག་ཤེས་སྐྲག་ནས་དུ་འཁོར་བ་ལ་ཡང་ངེས་འབྱུང་གི་བློ་ངོ་དང་འགྲོགས་དགོས་ཀྱི་རེད་བཅོམ་ལྡན་འདས་ཀྱིས་སྡུག་བསྔལ་ཤེས་པར་བྱའོ་ཟེར་ཏེ་མགོ་དེ་ནས་བཙུགས་པ་ལྟར་དུ་ཅིག་ཤེས་སྐྲག་ནས་དུ་ངེས་འབྱུང་གི་བློ་དང་པོ་འགྲོ་དགོས་ཀྱི་ཡོད་པ་ངེས་འབྱུང་གི་བློ་འགྲོ་བ་ལ་བདེན་བཞི་མེད་ད་བཅུ་དྲུག་གི་ཉམས་ལེན་དགོས་ཀྱི་ཡོད་པ་དེ་སྔོན་དུ་མ་སོང་ན་སྐྱབས་འགྲོ་རྣམ་དག་རྒྱུད་ལ་སྐྱེ་གི་མེད་པ་དེ་མ་བྱས་ན་བྱང་ཆུབ་ཀྱི་སེམས་ལམ་འདྲེན་ཐུབ་ཀྱི་མེད་པ་དེ་མ་འདྲེན་ན་ནི། བྱང་ཆུབ་སེམས་དཔའ་གྱི་བསླབ་པ་རྒྱ་མཚོ་ལྟ་བུ་ལ་བསླབ་ཐུབ་ཀྱི་མེད་པ་དེ་དག་ཀུན་གྱིས་མཐོང་བ་བཅོམ་ལྡན་འདས་ཀྱིས་ཡང་དང་པོ་ངེས་འབྱུང་གི་ཆོས་དེ་རྩ་བ་ཆེན་པོ་ཡིན་པར་གསུངས་ནས། ཆོས་འདུལ་བའི་ནང་ལ་ཡང་ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་བསལ་ཏོ་རྒྱུ་མཚན་དེ་དང་པོ་བཞག། ངེས་པར་འབྱུང་བའི་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་བསལ་ཏོ་རྒྱུ་མཚན་སྔོན་དུ་བཞག་ནས་དེ་ནི་བྱང་ཆུབ་སེམས་དཔའ་གྱི་བསླབ་པ་ཡིན་ན་རེ་སོ་སོ་ཐར་པའི་གྱི་བསླབ་པ་དེ་ཚོ་ཐམས་ཅད་དེ་དགེ་ཚུལ་དགེ་སློང་གི་གཉིས་སོ་སོ་སོ་སོ་གྱི་བསླབ་པ་དེ་ཚོ་རིམ་པ་བཞིན་དུ་སླེབ་ཡོང་གི་འདུག་བ། ཉམས་ལེན་དེ་ཚོ་ད་ནས་བྱས་ཆོག་པ་མ་ཆོག་པ་གསུང་དགོས་ཡ་གསུང་དང་སྤང་དགོས་ཡ་སྒྲུབ་དགོས་ཡ་དེ་ཟིན་ཚོ་ཡོང་ཡ་དེ་རྩ་བ་དང་པོ་བཞི་དེ་ངེས་པར་འབྱུང་ང་ཟེར་ཡ་དེ་དང་པོ་ཚིག་དེ་ལས་ཀྱི་དུ་བ་ངེས་པར་འབྱུང་ང་ཚུལ་ཁྲིམས་ཀྱི་དབང་དུ་བྱས་ཏེ་ཟེར་དུ་ངེས་འབྱུང་གི་བློ་སྔོན་དུ་འགྲོ་དགོས་བ་དེ་སྔོན་དུ་མ་སོང་ན་བསླབ་པ་ག་ཚོད་ཅིག་གསུངས་པ་ཡིན་ན་ཡང་དེ་ཐམས་ཅད་མཁྱེན་པའི་རྒྱུད་ལ་འགྲོ་གི་མ་རེད་ཐར་པ་ཙམ་གྱི་རྒྱུ་བ་མ་གཏོགས་མངོན་མཐོའི་རྒྱུད་ལ་འགྲོ་བར་མ་གཏོགས། ད་ནི་ཐམས་ཅད་མཁྱེན་པའི་རྒྱུད་ལ་འགྲོ་གོ་མ་རེད་ཐམས་ཅད་མཁྱེན་པའི་རྒྱུད་ལ་འགྲོ་བ་ལ་དང་པོ་ངེས་འབྱུང་གི་བློ་སྐྱེ་དགོས་བ། ངེས་འབྱུང་གི་བློ་སྐྱེ་བ་ལ་བརྟེན་ནས་མི་རྟག་པའི་འདུ་ཤེས་སྐྱེ་གི་ཡོད་བ། དེ་ལ་བརྟེན་ནས་རང་བཞིན་མེད་པའི་གི་བློ་རྟོགས་ཐུབ་ཀྱི་ཡོད་བ་དེ་ལ་བརྟེན་ནས་དེ་ནི་ཆོས་ཐམས་ཅད་བདག་མེད་པར་སྤྲོས་བྲལ་གྱི་གནས་སུ་རྟོགས་ཀྱི་རེད་ཟེར་ཡག་གི་ལམ་གཞི་རིམ་པ་སྟེ་གོ་རིམ་འདི་འདྲ་ཞིག་བཞག་ད་དེ་བཞག་ཡོང་དུས་ད་ལྟ་འདི་ལ་ཡག་ཅིག་ཞིག་སྐྲག་ནས་ཟེར་ཡག་དེ་དང་པོ་ངེས་འབྱུང་སྔོན་དུ་འགྲོ། འདུག་ག་ནས་ཟེར་ཏེ་རྒྱུ་མཚན་དྲན་པ་རེད་འདི་སྐབས་སུ་ཅི་ཞིག་སྐྲག་ནས་ཟེར་དུ་ངེས་འབྱུང་གི་བློ་སྔོན་དུ་སོང་ནས་ད་དེ་ཡིས་ག་རེ་འདྲེན་དགོས་ཟེར་ན་ཡང་དག་ལམ་དུ་འཇུག་པ་ཟེར་ཏེ་སྟོང་ཉིད་ཀྱི་བློ་ལམ་ལ་འཇུག་པ། བདག་མེད་བོད་ཀྱི་བློ་རྒྱུད་ལ་སྐྱེ་དགོས་བ། སྟོང་པ་ཉིད་ཀྱི་དོན་བློ་ལ་སྐྱེ་དགོས་བ་རེད་སྟོང་ཉིད་དང་བདག་མེད་སྤྲོས་བྲལ་གྱི་གནས་ལུགས་མངོན་དུ་བྱས་ཡ་ལ་རྒྱུད་ལ་སྐྱེ་བར་བྱས་པ་ལ་དེ་ཡི་སྔོན་དུ་དེ་ནི་འཁོར་བ་ལ་ཡ་འཁོར་བའི་ཅི་ཞིག་སྐྲག་ནས་ངེས་འབྱུང་གི་བློ་ངེས་པར་དུ་སྔོན་དུ་འགྲོ་དགོས་བ་དེ་ཤེས་དགོས་བ། དེ་མ་འགྲོ་ན། སྐྱེ་ཤིའི་སྐྲག་པས་གང་བྱུང་གི་བློ་གཤའ་མ་ཅིག་མངོན་དུ་མ་སོང་ན་དེ་ལ་བརྟེན་ནས་བྱང་ཆུབ་ཀྱི་སེམས་བསྐྱེད་ཐུབ་ཀྱི་མེད་པ། བྱང་ཆུབ་ཀུན་རྫོབ་བྱང་སེམས་མ་བྱས་ན་དོན་དམ་བྱང་སེམས་བསྐྱེད་ཀྱི་མ་རེད། དེ་ཡིན་དུས་ཐམས་ཅད་ཀྱི་རྩ་བ་དེ་དང་པོ་ངེས་འབྱུང་ཡིན་པ་བཞག་ཡོང་དུས་སྐྱེ་ཤིའི་སྐྲག་ནས་ཡང་དག་དང་ལམ་དུ་འཇུག་པ་ལ་ཟེར་བ་ཡིན། བརྩོན་འགྲུས་བྱ་བ་དེ་རྩ་བར་རྩུབ་ར་སྣ་ཚོགས་བྱེད་པ་ལ་མི་ཟེར་འཁོར་བ་སྤོང་པའི་ཐབས་ལ་བརྩོན་པ་ལ་ཟེར་བ་ཡིན། རྩ་བར་རྩུབ་ར་ཟེར་དེ་ག་རེ་བྱེད་ཀྱི་ཡོད་པས་འོ་དེ་ཕ་ཟེར་ན་འགྲོ། མི་ཁ་ཤས་ཨག་གསར་ཆེན་པོ་དང་ཁམས་པ་ལ་ཨག་གསར་ཟེར་ཡང་ཅི་ཡོད་རེད། ཨ་ཧྲ་ཟེར་ཡག་དེ། ཕྱག་ཆེན་དེ་ཡང་རྩ་རེ་རྩུབ་རེ་ཅིག་ཞུ། བདུན་ཕྲག་གཅིག་གི་རྩ་ཆེ། འབྱུང་འགྱུར་དེ་རང་གིས་འབྱུང་གི་ཡོད་མ་རེད་ཡང་ཁ་གཡོག་ས་དེ། འོ་ཕྱག་ཆེན་དང་ང་གཉིས་པ་རུ་ལས་ལས་དང་འབྲེལ་བ་མི་འདུག་ཟ་བྱས། ད་དེ་ནས་ག་བ་འགྲོ་ཟིན་ཡང་རྫོགས་ཆེན་ཞུ་ས་བྱས་འགྲོ་གི་རེད། ད་རྫོགས་ཆེན་ཞུ་ས་དང་འགྲོ་ནས་ད་ནི་ཡང་བདུན་ཕྲག་གཅིག་གཉིས་ཟད་ཡང་རྫོགས་ཆེན་དང་ང་གཉིས་པ་རུ་ལ་འབྲེལ་བ་མི་འདུག་ཟེར།

ཨོ་མི་ཚིག་ཁང་པོ་ཨོ་དེ་ལ་ཙརེ་ཙོ་རེ་ཟེར་ལབ་པ་རེད། ཨོ་དེ་བ་ཚིག་ཡག་པོ་འདུག་བ་ཙརེ་ཙོ་རེ། ཨོ་དེ་དེབ་དེ་ལ་ཟེར་བ་མ་རེད་སོང་བ་རེད་བརྩོན་འགྲུས་ཟེར་བ་དེ་ཙབ་ར་ཙུབ་ར་ལ་བྱེད་རྒྱུ་ཡོད་མ་རེད་སོང་ན་ག་རེད་འཁོར་བ་སྤངས་པའི་ཐབས་ལ་འགྲོ་དགོས་རེད་ཕྱག་ཆེན་ཉམས་ལེན་བྱེད་ན་ཡང་འཁོར་བ་སྤངས་པའི་ཐབས་ལ་འགྲོ་དགོས་རེད་བསྐྱོད་མཁན་ཉམས་ལེན་བྱེད་ན་ཡང་འཁོར་བ་སྤངས་པའི་ཐབས་ལ་འགྲོ་དགོས་རེད། ད་དེ་རེད་ཤག་ད་འདི་ནས་མ་མང་པོ་འདུག་དེ་ཚོ་མ་གོ་བ་བྱེད་ང་རང་ཚོ་ལ་མགོ་ལ་ཡ་བལ་རྡོ་དེ་དེ་རེད་ཤག་ཡིན་འདུག་དེ་ཞུས་པ་ཡིན་བལ་རྡོ་ཟེར་ན།